གནས་ཡིན་འདིར་གཅིག་དོན་གྱིར་འབོགས་སོ་དོན་སོང་ན་དང་པོ། གཉིས་པ་གསུམ་པ་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་དེ་ལྟ་དང། System Type System Type བརྒྱད་པ་དེ System Type X ཅེས་སིཀསྟི་ཕོར Base PC དྲུག་ཅུ་རེ་བཞི་ཏིང་ངེ་འོག་དང། ཁ་ཤས་ལ X ཐཱར་ཏི་ཏུ་བྲི་ཡོད།

གླུ་བ་འགྲོ་བ་ལ་ཨ་ན་ཀོན་ཏཱ་ལགས་རེད། གཅིག་ཡོད་རེད། ད་དེ་ལས་ཆུང་བ་ཅིག་ཡོད་རེད་དེ་མི་ནི་ཀོན་ཏཱ་ལགས་རེད་གཉིས་ཆད། དེ་མི་ནི་ཀོན་ཏཱ་ཨ་ན་ཀོན་ཏཱ། ད་དེ་ནས་གསུམ་པ་ཅིག་ཡོད་རེད་དེ་པའེ་ཅང་ཟེར་རེད་པའེ་ཅང། Bai Chang། ད་འདི་སུམ་བརྒྱ་གླུ་དང། ད་ངེད་ཀྱི་ཨ་ན་ཀོན་ཏཱ་གླུ་གུ་མ་རེད་ངས་མི་ནི་ཀོན་ཏཱ་དེ་གླུ་དང་ལབ་གི་རེད་ད་རེ་ཁྲི་ཡོད་དེ། འདི་ལས་ལྷག་འདྲ་བོ་བྱོས་ད། ལུས་དང་ནང་ལོགས་ནས། མི་ཀོང་འདྲ་འདི་ལུས་དང། ད་མི་ནི་ཀོང་འདྲ་ལུས་ཡ་ལ། ད་དང་པོ་དེ་མི་ནི་ཀོང་འདྲ་འདི། འདི Browser ནང་རྒྱག་པར། ད་མི་ནི་ཀོང་འདྲ་ཚལ་ལ་འོ་རོགས་ཁོ་ལ།

སྦྲང་ལོར་བྱས་འགོ་བཙུགས་ཏེ། སྦྲང་ལོར་བྱས་འགོ་བཙུགས་སོང་ད་ང་ལ་དེ་སྒུག་འོང་མ་རེད། ངས་བྱས་ཚར་རོགས། ད་དེ་ཁོས་ག་བ་བླུགས་ཡོད་རེད་ཟེར་ན་ཁོས་གི། འདི་ན་བླུགས་ཡོད་རེད་ཁྱེད་རང་གི Folder ནང་ལ་ཕྱིན་འགྲོ་གི་ཡིན་ན Folder ནང་ལ Download ལ་ཡོད་ཆོག་རེད Folder Download Download གི Folder དེ་ནང་ལ་ཡར་མར་འཚལ་དང་ཁྱེད་རང་གི་དེའི་དོན་དེ་ཡོད་རེད།

ཁྱེད་རང་བལྟས་ཤེས་ཀྱི་ཡོད་ན་བཟོས། མེད་ན་ཁོ་རང་ཐུག་བཞག་བྱས་ན་ཁོ་ར་ག་རེ་ཡིན་པ་ཆགས་ན་ཆད་འགྲོ། དེ་ཁོ་ར་དང་པོ་ནས་ག་རེ་ཡོད་པ་དེ་བཟོས་བྱས་ན་འདོད་ཡོད་རེད་བ། ད་གལ་ཆེ་ཤོས་དེ་འདི་རེད། དེའི་ལས་གདམ་བྱ་གཉིས་ཡོད་རེད། གཅིག་དེ་འོག་དེ་རེད། གཅིག་དེ་ཐོག་ཁ་དེ་རེད། ད་ཡག་པོ Computer མང་པོ་ཤེས་ཀྱི་ཡོད་ན་ག་བ Folder དེ་ཚོ་ག་འདྲ་སྟེག་འོག་རེད Directory དེ་ཚོ་ག་འདྲ་བྱ་འོག་ཤེས་ཀྱི་ཡོད་ན་འདི་ནས། ཤེས་ཀྱི་མེད་ན་ཐོག་ཁ་དེ་ནས།

ད་ལྟ་ང་ཚོས་ཅིག་ག་ས་ག་ལ་ནས་མའོས་ཁི་བྱས་ཞེས་བྲི་བ་དེ་ཡོད་མ་རེད་སྔོན་མ་དེ་འདྲའི་རང་རེད། ད་བདེ་ལེགས་རོགས་ཨ་ནི་ཁྱེད་རང་གར་རྒྱག་པར་བྱེད་ན། དང་པོ་དེ་ལ་ཡ་འདི་རྒྱག་པར།

ད་འདིའི་འོག་ལ་དང་ཐོག་ཁྱེད་རང་བྲིས་ཡ་ཡོད་ན་བྲིས་ན་འགྲིག་རེད་ཡིན་ནའི་ད་དང་པོ་ངེད་ལ་ང་ཚོ་འདི་རང་བྱའོ། དེ་ད་འདི་མགྱོགས་པོ་རེད་ག་སོང་འདི་ཀམ་པི་ཏར་ཁོ་རང་ཁོ་རང་ནང་བྱས་ཚར་རེད་པ། ཕྱི་ལོག་ལ་འགྲོ་དགོས་དགོས་མ་རེད། ད་བསྡད་ཡ་ཡོང། ཡང་ང་གསར་བ་ཞིག་བྲིས་ན་འགྲིག་རེད X།

ནང་ལ་ལྔ་ཡོད་རོ། བའི་ནང་ལ་བདུན་ཡོད་རོ། ད་ལྔ་དང་བདུན་བསྡོམས་ན་བཅུ་གཉིས་རོ། བཅུ་གཉིས་དེ་ག་བ་བླུག་ཡོད་རེད་ཟེར་ན་བརྒྱད་ནང་ལ་བླུག་ཤོག་རེད། བརྒྱད་ཞིག་རེད་བརྒྱད་ཅིག་རེད། བརྒྱད་ནང་ལ་བླུག་ཡོད་རེད། དེ་བརྒྱད་ནང་ལ་ག་རེ་འདུག་ད་མ་སྟོན་ལ། སྟོན་དུས་ཁོས་བཅུ་གཉིས་སྟོན་པར་ཏག་ཏག། སྤྱི་བཏང་ང་ཚོས་ཡི་གེ་བྲིས་དུས་དང་སྐད་ཆ་བཤད་དུས་དང་ཀམ་པི་ཏར་གྱི་བྱེད་སྟངས་ཏིས་ཁ་བར་ང་ཚོས་སྐད་ཆ་བཤད་དུས X is equal to five། ནི་དངོས་གནས་ཀམ་པུ་ཏར་ནང་ག་འདྲ་སླ་བོར་སོང་ན། ཀམ་པུ་ཏར་ཁོ་རང་ནང་ལོགས་ལ་མེ་མོ་རི་མ་གཏོགས་གལ་ཡོད་མ་རེད། སྟོང་པ་སྟོང་རྐྱང་རེད་གོ་མེ་མོ་རི་རྐྱང་རྐྱང་རེད། མེ་མོ་རི X ལ་ཉེ་གཅིག་ཡོད་རེད། དེའི་ནང་ལོགས་ལ་དེ་མེ་མོ་རི་དེའི་ནང་ལ་མངགས་ཏེ་བཅུག་ནས་བཞག་ལ། དེ་ནས་ཡང་མེ་མོ་རི Y ལ་ཉེ་གཅིག་ཡོད་རེད། དེའི་ནང་ལ་བདུན་བླུགས། ད་དེ་ནས་མེ་མོ་རི་གསུམ་པ་བཅས་སུ་བརྫིས་ལས། དེའི་ནང་ལ་ད་གིའི་སྔགས་འདི་དང་མེ་མོ་རི་ལྔ་མེ་མོ་རི X དང་མེ་མོ་རི Y ནང་ལ་ག་རེ་ཡོད་པ་དེ་བསྡོམ། དེ་མེ་མོ་རི Z ནང་ལ་བཅུག་བརྫིས་ནང། ད་མེ་མོ་རི་བརྫིས་ནང་ལ་ག་རེ་ཡོད་པ་དེ་མ་བྲིས། ཁོས་དེ་བཅུ་གཉིས་བྲིས། ད་ཡང་འདི་འདྲའི་སྤྱིའི་ཁྲིད་ཡ་ཡོད་རེད། ད་དེ་མེན་མ་རི་ལབ་ན་ང་སྐད་ཆ་འདི་བཤད་ལས་ལྷག་ཆགས་ཤིང་མེན་མ་རི་མ་ལབ་ན་ད་གི་ཆེ་ལྟས་ཁག་པོ་རེད། ད་འདི་ལབ་ན་གཅིག་པུ་གཅིག་རྐྱང་རེད། མེན་མ་རི X ནང་ལ་ལྔ་ཡོད་རེད་བ། མེན་མ་རི Y ནང་ལ་བདུན་ཡོད་བ། ད་མེན་མ་རི་གསར་བ X དེའི་ནང་ལ་རྙིང་པ X ན་ག་ཚོད་ཡོད་པ་དེ། འདི་རྙིང་པ་འདིར་བ། རྙིང་པ X ན་ལྔ་ཡོད་བ། Y ན་ལ་བདུན་བཞག་ཡོད་བ། ད། མེ་མོ་རི་གསར་བ་དེ་ན་ག་རེ་ལྷག་རེད། ད། དེ་ལས་མེ་མོ་རི་གསར་བ་དེ་མར་བྲིས་ལ་ན། ད་འདི་རང་ཅི་ད་ཅིག་པོ་ཅིག་རྐྱང་རེད་དེ།

མེ་མོར་ཡི་གེ་ཅི་ཞེས་པའི་སྐབས་སུ་ནི་འོང་བ་འདི་བདེ་གཤེགས་ཏེ་ཐིག་གོ། ད་པཱི་ཐན་དེ་ནས་སྒོ་ཚུགས་ཚོགས་རེད། ད་འདི་ཡི་འདི་རེད། མི་ནི་ཀོན་ཏཱ། ད next དེ་ན་ལ་ངེས་ཀྱི་འདི་ཐིག་གོ་བསམ་བྱུང། གར་ཤ་པཱི་ལྕམ་འདི་ལུགས་དང། ད་པཱི་ལྕམ་འདི་དང་འདི་པཱ་ར་ལ་ཏེས་དཀའ་ངལ་ཡོད་པར་ད་འདི། ད་འདི། འདི་སེལ་གྱི་ཡོད་རོ་བ་འདི། ད་འདི་སེལ་གྱི་དགོས་ན་འདི།